ཡེ་ཤེས་ལགས་ངོས་ནས་ང་ཚོ་དེ་དགེ་འདུན་པ་ཚོའི་ངོས་ནས་ཡང་ཚན་རིག་དོ་སྣང་བྱེད་དགོས་ད། དགེ་ལུགས་སྒྱུ་འཕྲུལ་ནང་ལོགས་ཡིན་ནའི་དེང་སང་ཚན་རིག་དུས་ཚོད་བཅུག་ཚར་ར་ཀྱིན་འདུག་དགེ་འདུན་པ་ངོས་ནས་དགེ་འདུན་པ་བཅས་ངོས་ནས་ཚན་རིག་ལ་ཡང་དོ་སྣང་ཤུགས་ཆེ་ལོས་བྱེད་དགོས་ཏེ་ཁྱེད་ཆོས་ལ་ག་ཚོད་ཟིག་ཡོད་ན་དོ་སྣང་བྱེད་དགོས་ཏེ།
ད་ནང་པའི་དགེ་འདུན་པའི་ཐོག་ནས་ཚན་རིག་དེ་དོ་སྣང་གནང་དགོས་ཏེ་ཞི་ར་གལ་ཆེན་པོ་ཡིན་ས་རེད་ལྷག་ས་ཕྱོགས་ནས་ད་ལོ་མང་པོའི་གོང་ནས་ལྷག་སོང་ཨ་ནི་ཅིག།

གཅིག་ཚན་རིག་གི་ཐོག་ནས་གཅིག་ཤེས་བྱ་ཡོན་ཏན་མང་པོ་གཅིག་གོ་གསལ་བོ་གཅིག་ཤར་དེ་ཚོ་གཅིག་མཁྱེན་པའི་ཐོག་ནས་ནང་ཆོས་ཕ་མི་ལ་བཤད་པ་ཡིན་ན་ཡང་གཅིག་ཕ་འཇུག་གོ་ཨང་ཐོས་ཡོད་མོད་ལྷག་པར་དུ་གཅིག་གི་ད་ཚང་མས་གཅིག་ཚན་རིག་སྦྱང་དགོས་ལ་ཟེར་ཏེ་ད་གཅིག་གི།

ཐོག་ནས་ཨ་ནི་ཅིག་འཛམ་གླིང་འདི་ནང་གི་ད་གང་ཅིར་འགྲོ་བ་མི་ཨ་ནི་ཅིག་འཚོ་བ་དང་བདེ་སྐྱིད་ཕུན་ཚོགས་ཐོབ་པ་ཡོང་བ་ལ་ཞབས་འདེགས་ཞུ་རྒྱུ་གོ་སྐབས་ཞོད་རྒྱ་ཆེན་པོ་རེད་ལ་དེ་ནང་དུ་ནང་ཆོས་དཔལ་ཅིག་ཕྱུག་པོ་རྩ་ཆེན་པོ་ལྷག་ལྷག་པོ་དེ་བས་དེ་གང་ཅིག་སེམས་རྒྱུད་མ་ཤེས་པ་དེ་ཚོ་འདོད་ཀྱི་ཐབས་ལམ་ཨ་ནི་ཅིག་སེམས་རྒྱུད་བཟང་པོ་སྤེལ་བའི་ཐབས་ལམ་ཞོད་ས་པོ་རེད་ལ་ད་དེ། ཚན་རིག་རང་གི་ཐབས་ལམ་གྱི་ཐོག་ནས་བ་ཅིག་གི་ཉམས་ཞིབ་གནང་མཁན་ཚོ་དང་མཉམ་དུ་བྱས་རྗེས་ཅིག་སེལ་དུ་བཏང་བ་གོང་འཕེལ་དུ་བཏང་ཐུབ་པ་ཡིན་ན། ད་ལྟའི་འཛམ་གླིང་མི་དམངས་ལ་ཐད་གང་ཅིག་ལེགས་སྐྱེས་མ་སོང་ན་ཞོད་ཆགས་ཡོང་གི་རེད། དེ་ཡིན་དུས་གོང་ས་མཆོག་གིས་ད་ཐུགས་ཀའི་དམ་བཅའ་བཞིའི་ནང་ནས་དང་པོ་དེ་མིའི་རིན་ཐང་དཔལ་དེ་བཀོད་འགྲོ་བ་མི་ཚོ་མ་ཚོ། ད་བྱམས་སྙིང་རྗེ་ལ་སོགས་པ་དེ་ཚོ་ཅིག་ཡག་པོ་ཡོད་མེད་དེ་ལ་རག་ལས་བར་བ་ཅག་ད་འདི་ཡོང་དུས་ནང་པའི་དགེ་འདུན་པ་ལ་ད་དམིགས་བསལ་གྱི་གོ་སྐབས་པ་ད་ཆེན་པོ་བྱས་རེད་ཤག་ངའི་ས་ན་ང་ཚོ་རིག་གཞུང་དེ་པ་ད་ལོ་སྟོང་ཕྲག་གཉིས་སྒང་ནས་ད་ང་བྱས་ནང་པའི་རིག་གཞུང་ནང་ལ་ད་གཙོ་བོ། ཅིག། ནང་སེམས་ཀྱི་ཡོན་ཏན་དེ་ཚོ་གོང་འཕེལ་གཏོང་ཡང་དེ་བཞོས་པད་ཁོ་ར་པད་དུས་རབས་ནས་དུས་རབས་བར་དུ་པད་དུ་ཕྱུག་དུ་ཕྱུག་དུ་དང་ཞབས་དུར་ཆུང་དེ་བར་ལ་ཅིག་དང་དེ་དེ་ནས་ཀྱི་ཅིག་ག་རིག་གཞུང་རྩ་ཆེན་པོ་དེ་ཨ་ནི་འདིའི་ཐོག་ནས་ད་གང་ཅིག་འཛམ་གླིང་མི་མང་བདེ་སྐྱིད་ཀྱི་ཅིག་ག་ཐབས་ལམ་ལ་བགྲོད་ཡ་དེ་ཚན་རིག་གི་དེ།